བེད་སྤྱད་དམར་པོ་བང་ནས་ང་བོད་དུ་གཏོང་རྒྱུའི་བཀའ་འཁྲོལ་མ་བྱས་གོང་བོད་གཞུང་གི་སྐུ་ཚབ་ཚོར་ཟླ་ཡང་སྟོང་ཕྲག་གྱ་ཐམ་པ་གོས་ཞལ་ལབ་པ་རེད། དེ་དངུལ་འབོར་གང་ཆེ་མ་ཟད། ཁོང་ལ་དེ་འདྲ་བརྗོད་རྒྱུའི་ཐོབ་ཐང་གཏན་ནས་མེད་ཀྱང་བོད་གཞུང་སྐུ་ཚབ་ཚུད་ནས་དེ་དོན་དངོས་བབ་སྤྱོད་སྒོ་བྱུང་ཞིང་ཁོང་ནས་ད་དུང་དེའི་ཁར་སྟོང་ཕྲག་སུམ་བརྒྱ་ཁོའི་ཞལ་ལག་པར་སྐུ་ཚབ་མཚོན་ནས་ཡང་སྲིད་ངོ་མ་ཡིན་མིན་ད་ལྟ་གཏན་འཁེལ་ཡོད་པ་མིན་ཁར་བོད་ས་ཕྱོགས་གཞན་ནས་ཀྱང་ཕྲུ་གུ་དེ་ལྟ་བུ་མང་པོ་ཡོང་གི་རེད་ཞེས་བརྗོད་པ་རེད། དེ་ནི་སྐུ་ཚབ་དེ་ནི་སྐུ་ཚབ་མཚོན་ནས། ང་ཏཱ་ལའི་བླ་མའི་ཡང་སྲིད་ངོས་འཛིན་བྱ་རྒྱུའི་གཏན་འཁེལ་ཡིན་པ། མ་བུ་བང་ནས་བཤད་ཚེ་དངུལ་འབོར་སྤར་བ་དང་དུས་ཚོད་འགྱངས་རྒྱུའི་བཀག་འགོག་བྱས་ཏེ། དཀའ་རྙོག་ཡོང་ཡོངས་རྫོགས་ཀྱི་འཇིགས་སྣང་བྱུང་བ་ཙམ་དུ་མ་ཟད། བོད་ལ་རྒྱ་ནག་གཞུང་གི་དབང་ཆ་ཡོང་བའི་གོ་སྐབས་ཡང་མི་འཐོལ་བའི་ངེས་པ་མེད་སྙམ་པའི་ཉེན་རྟོག་བྱུང་བ་རེད། བོད་ལ་རྒྱ་ནག་གཞུང་གི་དབང་ཆ་ཡོང་བའི་གོ་སྐབས་ཡང་མི་འཚོལ་བས་ཉེས་པ་མེད་སྙམ་པའི་ངེས་རྟོགས་བྱུང་བ་རེད། སྐུ་ཚབ་རྣམས་ནས་བཀའ་ཉན་དེ་ཚོ་ལྷ་སར་བཞུགས་སྐབས་ལྷ་སར་བཞུགས་དགོས་ཀྱི་བཞུགས་དགོས་ཀྱི་ཡོད་སྟབས་རྒྱ་ནག་གཞུང་གསང་བརྡར་གཏོང་རྒྱུ་དེ་ཡང་གསང་བ་ཕྱི་རྒྱར་བྱུང་དོགས་ཀྱིས་བོས་ལ། འབངས་མི་ཆེད་བཏང་གིས་གོ་བསྡུར་བྱས་པ་ཕྱིར་ལན་འབྱོར་མ་ཐུབ་པར་ཟླ་བ་མང་པོ་འགོར་ཞིང། ཡང་སྲིད་རྩད་གཅོད་དུ་ཕྱིན་པ་ནས་དམར་པོ་བང་གི་གྲོས་མོལ་ཐག་གཅོད་མ་ཟིན་པའི་དམར་པོ་བང་གི་ཁྲོ་མོ་ལྷག་སྤྱོད་མ་ཟིན་པར་ལོ་གཉིས་མ་ལོ་གཉིས་མ་ཟིན་པ་བསྐོར་འདུག་དེས་བསྐོར་དམར་པོ་བང་གི་སྦྱིན་བདག་བྱས་ཡོང་སྙམ་པའི་འཇིགས་སྣང་དང་བོད་ལ་དཔོན་འབངས་ཚང་མའི་སར་ངོས་འཛིན་བྱ་རྒྱུ་དེ་དང་གསང་བ་ཆེན་པོ་བྱས་ཏེ། ཡང་སྲིད་འཚོལ་མི་བླ་མ་སྤུན་ངག་ཚོས་ཡིད་ཆེས་དེ་ང་ཚོའི་ཕ་མ་ཚོ་ལའང་ཤེས། མ་བྱུང་བས། ཁོང་ཚོའི་དུས་རིང་གུག་སྡོད་བྱས་ཀྱང་ཕ་མ་ཚོས་ང་བོད་ཀྱི་བླ་མ་མཐུ་ཤོས་ཤིག་གི་ཡང་སྲིད་ཡིན་པ་ད་དུང་གོང་ཡོད་པ་མ་རེད། ང་ལོ་ན་སོན་སྐབས་ཨ་མ་ལགས་ནས་ལྔ། སྨྲ་མཁན་གོང་གཞན་དང་མི་འདྲ་བའི་རྟགས་མཚན་ཁྱད་པར་ཅན་འགའ་ཤས་བྱུང། གསུང་གི་འདུག་བོད་ནང་སྤྱི་བཏང་གི་སེམས་ལ་རྣམ་རྟོག་ཆེན་པོ་ཞིག་ཡོད་པ་རེད། གང་ཡིན་ཟེར་ན་བླ་མ་ཆེན་པོ་ཞིག་གིས་སྐུ་སྐྱེ་འཁྲུངས་སའི་ཡུལ་དེ་བཀའ་ཉན་ཆེན་པོའི་བཀའ་ཉན་ཆེན་པོ་ཡོང་ཞེས་བརྗོད་སྲོལ་ལྟར། ལྔ། སྨྲ་མཁན་ལྔ། ང་མ་སྐྱེས་པའི་གོང། ལོ་བཞི་རིང་ལ་སྟག་རྩེར་ལུང་པའི་སྟོན་ཟླའི་ལ་གསེར་གསལ་དང། ཐེམ་པའི་ལོ་ལོ་ཉེ་བྱུང་བ་དེ་ལ་ཡུལ་མི་ཚོས་ལོ་ཉེ་བྱུང་བཏང་སྟེ་སྐྱེ་སྤྲུལ་ཞིག་ཡུལ་དེར་ཡོང་ཐབས་ཡོད་པ་འདྲ་ཞེས་གླེང་ཞིང་ལྷག་པར་ངས་ནང་དེར་ནང་མི་ཚོའི་རྩ་ཆལ་བརྩི་བའི་རྟ་སྤོང་དང་བ་ཕྱུགས་མང་པོ་ཤི་བ་སོགས་ནང་མིས་ནང་མི་ཚོར་དཀའ་ཉེན་ཆེན་པོ་བྱུང་བ་རེད། ངས་ཕ་ཡིས་དེ་ཚོ་ཤི་བའི་རྒྱུ་མཚན་ཤེས་ཀྱི་མེད་ཚོད་ང་མ་སྐྱེས་པའི་ཟླ་བ་གཉིས་ཙམ་གོང་ཕ་རྒན་སྨྱུང་པས་གཟིམ་ས་ནས་བཞེངས་མ་ཐུབ་པར་ཡོད་པ་ལ། ང་སྐྱེས་པའི་ཞོགས་པ་དེར་སྐྱེས་རྗེས་གཉུག་གཤིས་མེད་པར་ཡར་བཞེངས་ནས་ནང་གི་མཆོད་གཤོམ་བདུན་མཆོད་མེ་སོགས་འབུལ་ལང་མཛད་ཅིང་སྐྱེས་མའི་བདེ་སྔོན་མྱང་སར་བཞུགས་པ་དེ་ལས་ཀ་མ་བགྱིས་པར་ཉལ་བ་འདྲ་གསུངས་སྐབས་ཕ་དམ་པས། ང། དྲག་ཏུ་གསུངས་པས། གཅེས་པའི་ཁྱེའུ་དེ། བུ་ཡིན་ན། གྲྭ་པ་བཟོས་དགོས་འདུག་གསུངས་འདུག་དམར་པོ་བང་དང་གོ་བསྡུར་བྱེད་སྐབས་ང་གོམ་པའི་ནང་དུ་བཞག་ཡོད་ཅིང་དེ་ཡི་སྐབས་ང་ལོ་གསུམ་ཙམ་སླེབས་ཡོད། ཐོག་མར་ཕ་མ་ནས་ཐོག་མར་ཕ་མ་ནས་ཁ་བྲལ་བར་སྐྱེས། ང་སྐྱིད་པོ་རང་མ་བྱུང། ངས་གཅེན་པོ་མཁྱེན་པ་ཐུབ་བསྟན་འཇིགས་མེད་ནོར་བུ་དང། གཅེན་པོ་གསུམ་པ་བློ་བཟང་བསམ་གཏན་ལོ་ལྔ་ལ་སླེབས་པ་གཉིས་གོམས་པར་ཡོད། ཡོད་མུས་ཐོག་བློ་བཟང་བསམ་གཏན་སློབ་སྦྱོང་མགོ་ཚུགས་ཏེ་དགེ་རྒན་སར་དགེ་རྒན་སར་ཡོད་སྐབས་ང་ལ་རྩེད་མོ་རྩེད་རོགས་མེད་པས་ངས་བློ་བཟང་བསམ་གཏན་སློབ་སྦྱོང་བྱེད་སའི་གོས་འགག་དེར་ཧུག་འདོད་པས་སྐབས་རེ་དགེ་རྒན་གྱིས་མ་གཟིགས་པར་ཡོལ་བའི་གསེང་ནས་བསམ་གཏན་ལ་བལྟས་པ་སྐབས་ད་ལྟ་ཡང་དྲན་བཟོ་གི་འདུག་དགེ་རྒན་ཚ་བོ་ཡིན་སྟབས་བསམ་གཏན་སློབ་ཡུན་དེ་རིང་བཙལ་རོགས་ལ་ཡོང་ཐབས་ཡོད་པ་མ་རེད། ང་ཚོའི་ཨ་ཞང་ཞིག་ཡོད་དེ། ངས་བློ་རྒོད་ཀྱིས་བརྗོད་རྒྱུར་ཨ་ཞང་དེར། བློ་བཟང། བློ་བཟང་ང་ནི་དགའ་པོ་རང་ཡིན་པ་མིན་པས། གང་གིས་ཟེར་ན་ཨ་ཞང་ཁོང་གདོང་ནག་པོ་དང། སྒྲུམ་ཤུལ་མང་ཞིང་སྨ་ར་ལ་ཞག་རྩི་བྱུགས་ནས་སྨ་ར། སྨ་ར་སྐྱེར་ལང་ཅན། ཟོས་ཡོད་པ་དང་ངོ་ནག་ཅིང་རླུང་ཡང་ལང་པོ་ཡོད་པ་རེད་དེ་ལ་བརྟེན་ནས་ང་ནི་ཞེད་སྣང་དང་མ་དགའ་བ་ཆགས། མ་དགའ་བ་ཆབས་ཅིག་བྱུང་བ་རེད། ཁོང་ལ་ཐེག་བ་ཆེན་པོ་ལྗིད་དགོས་ཆེ་བ་ཞིག་ཡོད་པ་དེ་དུས་ནས་དུས་འདིར་དང། གྲངས་གཞི། ཕྲེང་བ། མདོག་སྨུག་ནག་ཏུ་བརྗེས་ཡོད་པ་གཅིག་དང། ཁོང་གི་དཔེ་ཆ་ཤོག་ལྷེ་ལྷུག་མ་མང་པོ་ཡོད་པ་སོགས་ངས་དྲན་བཟོ་གི་འདུག། ཉིན་གཅིག་ཁོང་གི་དཔེ་ཆ་རྣམས་ངས་བལྟས་ཏེ། ཤོག་ལྷེ་འགའ་ཤས་འཁྲུགས་སོང་བར་ཨ་ཞང་རླུང་ལངས་ཏེ་བདེ་འཇགས་ཅིག་བརྒྱབ་བྱུང། དེ་འདྲ་བྱེད་པའི་སྐབས་ལ་བསམ་པའི་ང་ནི་ཁང་པ་ནས་བྲོས་ཏེ། གྱང་གསེབ་ལ་ཡིབ་དེ་ནས་ཨ་ཞང་འཚོ་ལུད་བྱུགས་ཀྱི་ཡོད། དེའི་སྐབས་མ་བུ་ཧྥང་གིས་ང་ལ། དེང་ཆེན་པོ་བརྩིས་པ་ཡིན་སྟབས། ང་ལ་གནས། གནས། གྱི་ནད། ང་ལ་ནད་ཆེན་པོ་བརྩིས་པ་ཡིན་སྟབས་ཨ་ཞང་སེམས་ངལ་ཡོད་པ་དེ་དུས་ཤེས་ཀྱི་མེད། ཡིན་ནའང་ངེད་གཉིས་བྲོས་པ་རེད། ཁོང་གིས་ང་ཚོ་རྙེད་པའི་སྐབས་ལ་བྱེས་སུ་འབྲེལ་བ་བཟང་པོ་ཡོང་རྒྱུའི་གོ་བསྡུར་གནང་གི་ཡོད་པས་ད་དུང་དེ་འདྲའི་སྐབས་ལ་ང་ཚོ་ལྷིང་པོ་བཟོས་རྗེས་ཁོང་གིས་དམར་འབྱར་ཤེལ་དཀར་ཡར་སྟེར་གྱི་ཡོད། སྒྲིག་ལམ་ཡག་པོ་བྱེད་སྟབས། བྱེད་སྐབས་བྱི་རིལ་སྟེར་གྱི་མེད། ཧཧཧཧ། སྒྲིག་ལམ་ཡག་པོ་བྱེད་སྐབས་བྱི་རིལ་སྟེར་གྱི་མེད། སྤྱི་བཏང་བྱས་ན་ཉེས་རང། ཕྲུ་གུའི་སྐབས་ཀྱི་སྐབས་ཀྱི་དུས་ཚོད་དེ་གཅིག་པུར་དུས་འཁོར་བ། སྟོད་ཤོད་ཞིག་རེད། སྐབས་རེ་བསམ་གཏན་གྱི་གེགས་རྐྱེན་ནས་སྤང་བར་ཉར་བ་དང། བསམ་གཏན་གྱི་གེགས་རྐྱེན་ནས་སྤང་བར་ཉར་བ་དང། ཟན་འོག་བཅུག་སྟེ་ཤིང་ཏོག་སྐམ་རློན་རིགས་སྟེར་གྱི་ཡོད་པ་དེ་ངས་དྲན་གསོས་པའི་སྐྱོ་བོའི་སྐབས་ལ་དྲག་ཤོས་ཤིག་རེད།

གསོས་གནང་མྱོང། སྤྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་ལོ། སྤྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་བོད་ས་ཡོས་ཟླ་བ་དྲུག་པའི་ཚེས་ཤར་ལ། རྟེན་འབྲེལ་གྱི་ཕྱོགས་མཐུན་བྱ་རྒྱུའི་དུས་ཚོད་སླེབས་སོང། བོད་ཀྱི་སྐུ་ཚབ་ཚོ་ནས་བརྡ་དབྱངས་སྟོང་ཕྲག་སུམ་བརྒྱ་སྟེ། གྲུབ་རྫུན་མ་བསྡུས་པར་རྒྱ་མིའི་ཁ་ཆེ་ཚོང་པ་འགའ་ཤས། ཚོང་པ་འགའ་ཤས་མེ་དགའ་ཞེས་པར་གནས་སྐོར་དུ་སྐྱོད་མཁན་ནས་རྔ་གཡར་བྱས་ནས་བྱེས་སུ་ལྷ་ས་ནས་སྤྲོད་རྒྱུ་བྱས་པ་རེད། དེ་ནས་རྨ་ཕུ་བང་གི་ང་བོད་དུ་བཏང་རྒྱུ་དང་སྐུ་ཚབ་ཁོང་ནས་བྱས་པ་ཞིག་གཏེར་མར་བཏོད་གོ། ང་ལྷ་སར་བུད་སླེབས་བྱུང། ང་ལྷ་སར་བུད་སླེབས་བྱུང། ང་ལྷ་སར་བུད་སླེབས་བྱུང་མཚམས་སྐུ་འབུམ་དགོན་པར་གསལ་བྱེད་ཀྱི་བཀའ་འགྱུར་དང། ཏཱ་ལའི་བླ་མ་སྐུ་ཕྲེང་བཅུ་གསུམ་པའི་ན་ཚ་ཆ་ཚང་ཅིག་གཏོང་དགོས་བརྗོད་པར་དེ་རྣམས་འབུལ་རྒྱུ་ཐག་བཅད། འོན་ཀྱང་ང་ལྷ་སར་འབྱོར་ཟིན་ཆད་མདོ་ཁམས་སུ་སྲིད་དོན་གྱི་སྲིད་དོན་གྱི་རྙོག་དྲ་ཞིག་ལངས་སྐབས་གོང་གསལ་གོང་གསལ་པད་མར་ཚུད་པའི་སྐུ་ཚབ་དེ་རྨ་ཕུ་བང་ས་ནས་བྲོས་ཏེ་ལྷ་སར་དལ་འབྱོར་བྱུང་འདུག་ང་ལོ་བཞི་ལ་སོན་པའི་དུས་འདའ་ཅིག་བྱས་ང་ཚོ་ཕ་ཡུལ་ནང་ཐོན་ཏེ་ལམ་བར་ཟླ་བ་གསུམ་དང་ཞག་བཅུ་གསུམ་འགོར་བ་རེད། ངའི་ཕ་མ་ཚོས་སྟག་འཚེར་དང། ནང་ཟ་ཞིང། ཉེས་འདོད་སོགས་བཞག་པས་ཕེབས་སྒོ་ཆུང་བར་ཐུགས་སྐྱོ་བོ་བྱུང་ཚོད། གུན་ཚན་ནི་མ་འོངས་པར་གང་འདྲ་ཡོང་མིན་ལ་མཁྱེན་ཐབས་བྱུང་བ་རེད། མ་འོངས་པར་གང་འདྲ་ཡོང་མིན་མ་མཁྱེན་ཐབས་བྱུང་བ་རེད། ང་ཚོ་ཐོག་མར་ཐོན་ཡོང་སྐབས་ངས་ནང་མི་ཚོ་དང་བོད་ཀྱི་སྐུ་ཚབ་གནས་སྐོར་ཐག་ལེན་ལ་སྐྱོད་མཁན་ཁ་ཆེ་ཚོའི་བཅས་མི་ལྔ་བཅུ་ཙམ་དང་རྟ་དྲེལ་སུམ་བརྒྱ་ལྔ་བཅུ་བསྐོར་ཡོད། ཕ་མ་ཚོས་ངེད་གཅེན་པོ་བརྒྱ་ལོ་དོན་གྲུབ་ལོ་དགུ་དང་བློ་བཟང་བསམ་གཏན་ལོ་དྲུག་ལ་སླེབས་པ་མཉམ་དུ་ཆིད་ཕེབས་ཅིང་དེ་དུས་བོད་ནང་འགྲིམ་འགྲུལ་འཁོར་ལོ་དང་འཁོར་ལམ་ཡོད་པ་མ་རེད་བསམ་གཏན་དང་ངེད་གཉིས། དལ་འཇམ་ནང་ཡོང་བ་ཡིན། དལ་འཇམ་ཞེས་པ། འདི་བཞིན་ཤིང་གཉིས་ལ་གྲོགས་ཏེ། དེ་དལ་གཉིས་ཀྱི་གྱེལ་བར་ཁུར་ཡོད་པ་རེད། ལམ་རྩུབ་མོ་དང་ཉེན་ཁ་ཡོད་སར་ངོས་རང་ཡང་སྲིད་འཚོལ་མཁན་རྣམས་ནས་རེས་མོས་ཀྱིས་ཁུར་ཞིང་ཉིན་ལྟར་ཞོགས་པ་ནས་ཞོགས་པ་ནམ་ལངས་མཚམས་ནས་ཉིན་གུང་བར་སྐྱོད་ཀྱི་ཡོད། དེ་སྤྱི་བཏང་བོད་ཀྱི་འགྲུལ་པ་ཕྱོགས་བསྡུས་ལུགས་སྲོལ་ཞིག་རེད། ལམ་ལ་ཁང་པ་དཀོན་པོ་ཡིན་སྟབས་ང་ཚོ་དགོང་དྲོ་བསྒུར་གནང་བསྡད་ཀྱི་ཡོད། ང་ཚོ་ཐོག་མར་ཐོན་པ་ནས་བདུན་ཕྲག་མང་པོའི་རིང་ལམ་བར། འབྲོག་པ་རེ་གཉིས་ལས་མཐོང་མ་བྱུང་འབྲོག་པ་དེ་ཚོ་ཕྱག་དབང་ཞུ་བར་སླེབས་བྱུང། རྒྱ་མིའི་སེམས་ཙམ་ནས་དེ་ལྟར་བྱུང་མཚམས་བོད་དུ་ཚོགས་འདུ་གྲོས་ཚོགས་ཐུབ་པའི་དྲིལ་བསྒྲགས་ཤིག་བྱ་རྒྱུའི་མོས་མཐུན་བྱས་ནས་རྒྱལ་ཚབ་ནས་ཚོ་གཟིགས་རྒྱལ་ཚབ་ནས་ཚོ་གཟིགས་དང་བརྟག་དཔྱད་ངོས་འཛིན། ལེགས་སྦྱོང་གི་གནས་ཚུལ་སྐུ་ཐེངས་བཅུ་གསུམ་པའིསླར་གང་དུ་ཐུག་མིན་གྱི་མཚོན་རྟགས་ཇི་བྱུང་རྣམས་ཞིབ་འོད་ཀྱིས་སྙན་ཞུ་ཞིག་ཚོགས་འདུ་དེར་ཕུལ་ཞིང་ངོས་འཛིན་ཞུས་མིན་ནས་ཀྱང་བརྟག་དཔྱད་ཇི་བྱུང་དང་ཏཱ་ལའི་བླ་མའི་ལུང་དེབ་རྣམས་གསལ་སྟོན་བྱུང་ལུགས་ཞུས་མཐར་ཚོགས་འདུ་གས་འཛོམས་དེ་ནས་ངེད་རང་ཏཱ་ལའི་བླ་མའི་ཡང་སྲིད་ཡིན་པར་ཐག་གཅོད་གཏན་འཁེལ་བྱས་འདུག་དེ་རྗེས་དཔོན་རིགས་དད་པ་འགའ་ཤས་བསུ་བར་ཕེབས་འབྱོར་བྱུང་ང་ཚོའི་མཐུ་ནས་འདའ་བ། གསུམ། འགྲོ་ཉལ་མཚམས། འགྲོ་ཉལ་མཚམས་གསུམ་མ་དཔོན་རིགས་དང་པོ། མཐུ་སྟོབས། ཆུ་དཀར། ངོས་ཐེག་བྱུང། ཆུ་དཀར་ངོས་ཐེག་བྱུང་ཞིང། དཔོན་རིགས་དེ་རྣམས། ངོ་གཡོག་བཅུ་གསུམ་དང་དོལ་པོ་བརྒྱ་སྐོར། ཆུ། ཆུ་སྒྲོལ་སྐོར་བ། ཞེས་བཤད་འདུག་དེ་ནས་ང་ཚོ་ངོ་གཡོག་མང་དུ་སོང། དེ་ནས་ཉིན་ཤས་ཡོང་ཚེ་ལྷ་ས་ནས་ཉིན་བཅོ་ལྔ་རྒྱང་སྐྱེད་ཡོད་ས་ཚ་ཚང་ལ་བརྒྱབ་ནས་འབུམ་ཆེན་ཞེས་པའི་གྲོང་སྡེ་དེར་འབྱོར་ས་གནས་དེར་བོད་ཞུགས་འབོད་རིགས་ཤེས་ནས་ག་སུ་ཞུས་ཏེ། རྗེས་བསྟན་ཁ་བཏགས་དང་མ་འབྲེལ་བསྟན་གསུམ་བཅས་བཏེགས་བྱུང། སྐབས་དེར་ངས་ཕ་མ་ནི་ང་ཏཱ་ལའི་བླ་མའི་ཡང་སྲིད་ཡིན་པར་གནས་ལུགས་ཐོག་མར་མཁྱེན་པ་ཡིན་སྟབས་དེ་འདྲ་དངོས་གནས་ཨེ་དེ་ན་སྙམ་པའི་དགའ་སྤྲོ་ཆེན་པོ་བརྗོད་མི་ཤེས་བ་ཞིག་བྱུང་བ་རེད། ལྷ་ས་ནས་ཉིན་བཅུའི་ས་གནས་སུ་སྲུ་མ་དཔོན་རིགས་གྱ་སྐོར་དང་ས་སྡེ་མང་པོ་ཐུག་བྱུང། དེ་ཡི་མགོ་ཁྲིད་བཀའ་ཤག་དང་གཞན་ཡང་དཔོན་རིགས། གདན་ས་གསུམ་གྱི་ལས་སྣེ་སོགས་ཀྱིས་ང་ལ་མཇལ་དར་དང་མ་མཇལ་གདན་གསུམ་གྱི་རྟེན་གསུམ་བཏེགས་བྱུང། དཔོན་རིགས་དེ་ཚོའི་བོད་ཀྱི་རྒྱལ་ཚབ་དང་ཚོགས་འདུ་བཀའ་ཤག་བཅས་ཚང་མས་ཏཱ་ལའི་བླ་མའི་སྐུ་ཕྲེང་བཅུ་བཞི་པར་ངོས་འཛིན། མོས་མཐུན་བྱུང་བའི་ངོ་སྤྲོད་ཀྱི་ཡི་གེ་ཞིག་ཁྱེར་འདུག་དེ་ནས་ངས་བསོད་ནམས་དེ་གྱོན་ཆས་ཕུད་དེ་ད་རྗེས་གོན་པ་ཡིན། དེ་ནས་སྐུ་བཅར་བ་འགའ་ཤས་བཞག་བྱུང། དེ་ནས་བཟུང། ཕེབས་བྱམས་ཤིག་ནང་ཡོང་བ་ཡིན་ཞིང། དེ་ནས་བཟུང་ཕེབས་ཇམ་ཞིག་ནང་ཡོང་བ་ཡིན་ཞིང། ང་ཚོའི་ཆིབས་སྒྲིལ་དེ་ཡང་ཇེ་རྒྱས་སུ་ཕྱིན་འདུག་ལམ་ཁྱལ་གོམ་པ་དང་གྲོང་གསེབ་ཚང་མར་བླ་མ་ལས་སྣེ་དགེ་འདུན་ཚུགས་ནས་སེར་ཕྲེང་དང་དུང་རྒྱ་གླིང་རོལ་མོ་བཀྲོལ་བ་དང་གསང་འདུག་སྤྲིན་དཀར

ཐོག་ནས་ལྟར་གཅིག། ཐོག་བས་ལྟར་གཅིག་ད་རེས་གཅིག་གིས། ལག་གཉིས་ཐལ་མོ་སྦྱར་བས་དགའ་བའི་རྣམ་འགྱུར། དུ་མའི་ག་ཚོད་བྱས་ཀྱི་འདུག་ངས་ཕེབས་བྱམས་ནས། ད་དུས་མི་ཚང་མའི་ག་བྲོ་མིག་ཆུ་བཏང་བ་དྲན་བཟོ་གི་འདུག་ས་གང་སར་ག་སུས་གླུ་གཞས་དང་ཞབས་བྲོ་རྒྱག་མཁན་ཡང་འདུག་དེ་ནས་རྒྱལ་གཅེས་ས་གནས་དམ། རྒྱལ་གཅེས་ས་གནས་དམ།